འདུ་ཁང་གི་མདུན་ཐང་ལ་རེད། ད་རིས་ང་ཚོ་དེའི་ཡར་ཡོང་རྗེས། ཨ་ནི། བློ་སེང་གླིང་གི་ངོ་སྤྲོད་སྐོར་ལ་ཡ། དགེ་བཤེས་ལྷ་རམས་པ་རྒན་ངག་དབང་སྐལ་བཟང་ལགས་དང་ལྷན་དུ་བཅར་འདྲི་གི་ལམ་ནས་རྒྱུས་ལོན་བྱེད་ཐབས་བྱེད་ཀྱི་ཡིན། ཨ་ནི། ཐོག་མར་དེ་ལ་ཡ་རྒན་ལགས་ལ་འཚམས་འདྲི་ཞུ་བ་དང་སྦྲགས། ཨ་ནི་རྒན་ལགས་ཀྱིས་རང་ཉིད་ངོ་སྤྲོད་ཐོག་བསྡུས་གཞི་གནང་རོགས་གནང། ལགས་སོ།
ཨ་ཚང་མ་ལ་ལ་ཡ་བཀྲ་ཤིས་བདེ་ལེགས་དང་འཚམས་འདྲི་ཞུ་གི་ཡོད། ངའི་མིང་ལ་ཡ་ངག་དབང་སྐལ་བཟང་རེད། དེ་ནི་བོད་ཤར་ཕྱོགས་དམག་ཁང། ལུང་པ་ལ་བཅས་ནས་ནི་སྐྱིད་སྟོང་དགུ་བརྒྱ་དགུ་བཅུ་དང་ལོ་ནི་མཚོ་རྒྱ་གར་ལ་ཡ། བཙན་བྱོལ་ལ་ཡོང་བྱས། ཨ་ནི་དགུ་བཅུ་ལོ་ཐང་པ་ལ་ལི་ཝར་ན་སི། ཏུང་གོ་ཝང་ཆི་ཀ་ལ་ཡ། རྒྱ་བ་ཡེ་ཤེས་ནོར་བུ་སི་ཤ་མཇལ་ནས། ཨ་ནི་དེ་ནས་པ་ཏི་འབྲི་ག་བུང་བས་མཁན་མོ་བློ་གསལ་བྱེ་བི་ལ་གླིང་གྲྭ་ཚང་གི་ཆུས་སྒོ་ལ་ཞུགས་ནས། དེ་ནས་དགེ་བའི་བཤེས་གཉེན་དུ་མ་གི་དྲུང་དུ་ཤོང་ཆེན་དཀར་པོའི་སྔགས་ཀྱི་དུས་སམ། སློབ་གཉེར་བྱེད་ཡག་གི་སྐལ་བ་རགས་ཙམ་ཐོབ་ནས། ཉིས་སྟོང་བཅུ་གཉིས་ལོ་ལ་ཡར་དགེ་བཤེས་དམ་བཅའ་བཞག་རྗེས་ལོ་དེ་ག་རང་ལ་ཡར་རྒྱུ་སྟོད་ལ་ཡར། དེ་ནས་ཆོས་ཐོག་ལོ་གཅིག་ལ་སྐོར་བྱས། ད་ལྟ་གི་ཆར་ལ་ཡར། འབྲི་སྤུ་ལོ་སི་ལེ་ལ་ཡར་སློབ་གཉེར་བ་ཉུང་ཤས་གཅིག་ལ་ཡར་ཨ་ནེ་ཆེ་ཕྲ་བྱེད་བཞིན་པ་དེ་འདྲ་ཡིན་ཤོས་ཡིན། འདུག་ས།
ད་རྒན་ལགས་ཀྱིས་ང་ཚོར་ཡར་ཐོག་མར་དེ་ལ་ཡར་འབྲི་སྤུ་ལོ་སི་ལེའི་དགོན་པ་དེ་གཉིས་ད་ཐོག་མར་ག་འདྲ་ཆགས་བཏབ་ཡོད་མེད་དང་ད་དེ་ནས་ཡར་རྒྱས་ག་འདྲ་ཕྱིན་ཡོད་མེད་སྐོར་ལ་ཡང། ངོ་སྤྲོད་ཞུ་གནང་རོགས། ལགས་སོ། ད་འབྲས་སྤུངས་མཁན་མོ་བློ་གསལ་གྱིས་དབྱི་ལིའི་གྲྭ་ཚང་དང་ངོ་སྤྲོད་དང་པོ་ཞུས་པ་བྱས་པ་ལ་ད་ང་ཚོ་པ་ཏི་འབྲི་ཁ་སྤུངས་པར་དེ་ནི་མ་ཞུས་དགོས་ཡོད་རེད་ད། ཐུབ་པ་བསམ་གྱིས་བཅོམ་འདས་འདི་ལ་ཀླུ་ཡི་རྒྱལ་བོ་དགའ་འོག་གི་ཕུད་པའི་དུང་དགའ། དེ་འདྲ་བྱས་ནི་མོང་ག་པོ་ལི་རྣམས་ནི། ཨ་ནི་ཁོང་གས་མོང་ག་པོ་ལི་ཡང་འགོ་པ་རི་ལ་གཏེར་དུ་འབུལ་ཞིག་མ་འོངས་པ་ན་དགེ་སློང་དཔེ་མི་ངེས་དད་ཀྱི་ཆུ་དུང་ཅན་པ་འགྱུར་རོ་གསུངས་ནས་བསམ་གྱིས་བཅོམ་འདས་འདི་རང་གི་རྗེས་བདག་ཉེས་ཆེན་པོ། མ་འོངས་པ་ལ་བོད་གངས་ཅན་གྱི་ལྗོངས་ལ་ཡ། གསུང་འདི་ངོས་མིང་ག་གྱི་རྣམ་པ་རུ་ནི་ཕེབས་ནས་མདོ་སྔགས་ཟུང་འབྲེལ་གྱི་བསྟན་པ། རིན་པོ་ཆེ་ཉིན་མོ་དང་གསར་བ་མཛད་པ་རྒྱལ་བ་གཉིས་པ་དྭགས་པོ་ཆོས་འབྱོན་པ་བཅས་མདོ་རྒྱུད་དུ་མ་ནི་ལུང་དཔག་ཏུ་མེད་པ་བརྗོད་རེད་ད་ག་འགའ་གྲངས་མི་དགོས་པ་ཅན་དེ་ནི་ཆོས་གདུགས་འདི་རྣམས་ནི་ནི་འགོ་པ་རེ་ལ་ཏིལ་དུ་འབུལ་བ་ནང་བཞིན་རྗེའི་ཙོང་ཁ་པ་ཆེན་པོ་བོད་གངས་ཅན་ལྗོངས་ལ་ཕེབས། ཆོས་ཀྱི་གོ་ལ་རྒྱ་ཆེར་བསྐོར་ནས་དགེ་ལྡན་རྣམ་པ་བརྒྱད་ཀྱི་གླིང་ཕྱག་བཏབ་ནས། དེ་ནས་འགོ་པ་རེ་ལ་ཆོས་གདུགས་འདི་སྟེང་དུ་གཏེར་དུ་བཞེས། དེ་ནས་དགའ་ལྡན་ལ་ཡང་ནི་ཚོགས་དུང་ལོ་ག་ཤེད་ཅིག་གནང་བ་རེད།

མཁན་བློ་སེང་ལི་ཇི་བི་ལི་གྲྭ་སངས་ཕྱག་བཏབ་པ་པོ་དེ་རེད། ད་དེ་ནས་མ་མཁན་ཐོ་ཕེ་རིང་རེད་ཅེས་བྱས་པ་ཡིན་ན་མཁན་ཐོ་བདུན་པ་རྒྱ་ཡན་ལེགས་པ་ཆུ་འཇོག་རྒྱ་ཡན་དགའ་ཡི་ལོ་དྲུག་ཞུ་གི་རེད་ད་ཁྱེད་ཚོས་བཙོང་སོང་བསང་ཅི་མ་བྱས་པ་གད་པ་ཅི་ཕེད་ནི། ཨ་ནི་ཁོང་གི་བཀའ་ལས་ཡ་དེ་ནི་གྲྭ་ཚང་གི་འཛི་གྲྭ་ཁ་ཡའི་ཚང་དང་འཛི་གྲྭ་གོང་བ་ལས་ཡ་འཛི་གྲྭ་ཐབས་སི་དེ་ད་འཛི་གྲྭ་གོང་བ་ལས་ཡ་རྩོད་པ་གི་ཐོག་ནས་ཡ་དེ་འདྲའི་འགྲན་འདུན་ཡོད་རེད། ཨ་དེ་ནས་ཅི་ཕྱིར། སྐྱེ་ཆུ་ཆེན་མོ་སུམ་ཟླ་བ་གཅིག་གི་རིང་ལ་ཡང་འཛིན་གྲྭ་གོང་འོག་ཐབས་ཡག་གི་ལུགས་སྲོལ་དེ་དུས་དུས་སུ་འབྱེད་པ་རེད། ད་དེ་ནས་དཔེ་མཁས་པ་མོ་པོ་བེ་ཡག་དང་སློབ་གཉེར་ཡ་ཇེ་ཆེན་ཡག་དེ་ཁྱད་དུ་འཕགས་པ་དེ་འདྲ་འབྱུང་བཞག་ད་དེ་ནས་མ་རིམ་པས་རིམ་པས། ད་ལྟ་ང་ཚོ་གྲྭ་ཚང་གི་ཡིག་ཆ་བདག་པོ་དཔལ་ཆེན་བསོད་ནམས་གྲགས་པ། མཁན་ཐོག་བཅུ་གཉིས་པ། དགའ་བདེ་ཁྲི་པ་བཅོ་ལྔ་པ་དེ་རེད། དཔལ་ཆེན་བསོད་ནམས་གྲགས་པ་ཕེབས་ནས་ནི་མཁན་མོ་བློ་གསལ་སྤྱི་བོའི་གླིང་གྲྭ་ཚང་གི་མཁན་པོ་རྣམས་ནས། ད་དེ་ནས་ཡ་ཆེན་ཉིན་གྲྭ་སྤྱི་བོ་དང་ནི་སློབ་གཉེར་གོང་འཕེལ་ཞི་བ་ཆེན་པོ་དེ་འདྲ་ལོ་རྒྱུས་དུ་བ། ད་ཡ། ཕེ་རིང་འདྲ་རྒྱུ་དེ་འདི་རེད། ལོས། ད་དེ་ནས། ད་ལྟ་ང་ཚོའི་གི་གཙུག་ལག་ཁང་དེའི་ནང་ལོག་འགྲོ་ཅིག་མཚོན་པ་ཡིན་པས་ན། ད་ནང་གི་ཆད་གཅོད་ཚོམ་གསུམ་ཟེར་ནའང་འདྲ། ད་ད་ནི་བཤད་སྒྲུབ་ལས་གསུམ་གི་ཐད་ལ་ཡང་ཅིག་ག་འདྲས་ཆགས་ཀྱི་ཡོད་མེད་གང་ལ་ཡང་ཅི་ཡོང་གི་ངོ་སྤྲོད་ཞིག་གནང་རོགས། ལགས་སོ།
ད་ང་ཚོ་དེ་ཆད་གཅོད་ཚོམ་གསོབ་ཟེར་དུས་ད་གདན་ས་ཆེན་པོ་དཔའ་དེ་འབྲི་ག་སྤུངས་པ་དེ་བློ་གསལ་གླིང་དེ་ཆ་བཞག་ན་གཙོ་བོ་རྩོད་པ་རེད། གཞོན་སྐྱེས་དཀར་པོའི་སྔགས་དང། ཡོངས་སུ་རྫོགས་པ་འདི་དག་ཁྱེད་ཚོས་བཙོང་སོང་ནས་གཙོ་བོ་རྩོད་པའི་གི་ཐོག་ནས། རྩོད་གྲྭ་དེ་གི་ཐོག་ནས་འགྲོ་གི་ཡོད་རེད། ད་དེ་ཡང་དང་པོ་གི་རོབ་ཚིག་ཞུས་པ་ཡིན་ན་འདི་འདྲ་རེད། ལོ་གཅིག་ལ་རྩོད་པ་རྩོད་སའི་གི། ཆོས་ར་དེ་ག་ཚོད་ཡོད་རེད་ཟེར་ན་མདའ་ཆོས་ཆེན་པོ་བཞི། བཅོ་ལྔ་ཆོས་ར་གཉིས། ཉི་ཤུ་ཕྱེད་ར་གཉིས། ཆུ་ཐོག་བརྒྱད་ཀྱི་རིང་ལ་ཡར། ཨ་ནི་སྔ་དགོང་གཉིས་གཉིས་གཉིས་ལ་རྩོད་པ་རྩོད་དགོས་རེད། རྩོད་པ་རྩོད་ཡག་གི་གཞུང་ག་འདྲ་བགྱིས་ན་ཡང་དང་པོ་སོ་སོ་གི་རྩ་བ་བློ་ལ་ཟིན་སྒྲུབ་པ་ཁ་བློ་ལ་ཟིན། དེ་ནས་སོ་སོ་དགེ་བའི་བཤེས་གཉེན་གྱི་མདུན་དུ་དཔེ་ཁྲིད་ཞུས། དེ་ནས་དཔེ་ཁྲིད་ཞུས་ཟིན་པ་གང་ཡིན་པ་དེ་དག་ཨ་ནི་ཆོས་ར་ནང་ལ་ཡར། རྩོད་སྟངས་རིམ་པ་མང་པོ་ཡོད་རེད་ད། ཐོག་མ་ངས་དཔེ་ཁྲིད་ཞུ་སྟངས་སྐོར་གྱི་ཞུས་པ་ཡིན་ན་ད། འདིར་ཁ་སང་སྐྱིད་དགོན་སྡེ་མང་པོ་སྐྱིད་སྣང་ལ་དཔེ་བཀྲོལ་ཞུ་ཡག་གི་འབྱོར་བ་དེ་ཕྱིན་བསྡད་པའི་བཟོ་འདྲ། བློ་སེང་ལིན་ལ་ཏང་སྔོན་མ་གསོ་བྱུང་ཡིན་ནང་ཞིག་ད་ལྟ་གནས་བསྡད་པ་ཅིག་ག་རེ་མཐོང་དགོས་འདུག་ཟེར་ན། སྤྱིར་བཏང་ང་ཚོ་དགེ་བའི་བཤེས་གཉེན་ཟེར་ཡག་དེ་དཔེ་ཆ་བལྟ་མཁན་གྱི་ཡུལ་དངོས་ནི་རྩ་བ་ཆེན་པོ་ཞིག་བརྩི་དགོས་ཡོད་རེད། ལངས་ཀྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་ཟེར་ནས་མཐར་མདོ་རྒྱུད་དུ་མ་ནས་གསུངས་པ་ནང་བཞིན། སོ་སོ་གི་དཔེ་ཆ་ཕྲ་ཟེར་གྱི་དགེ་བའི་བཤེས་གཉེན་དེ་བསྟེན་ཚུལ་ག་རེ་ཡོད་མེད་དེ་རྩ་བ་ལ་བཞག་དགོས་ཀྱི་རེད། དཔེར་ན་སོ་སོ་ལ་དཔེ་ཆ་ག་རེ་ཤེས་མ་ཤེས་ཤེས་ནས་རང་གི་སེམས་རྒྱུད་ལ་རྟོག་པ་སྐྱེས་མ་བྱས། རང་གི་རྒྱུད་ལ་གཏོགས་པ་དེ་གའི་བསྟན་འགྲོ་ལ་ཕན་མ་ཕན་གང་དགའ་ལངས་ཀྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་དེ་ཡིན་ཟེར་ནས་དཔེ་གལ་ཆེ་ཤོས་དེ་དེ་བརྩི་གི་ཡོད་རེད། དེ་འདྲ་ཡིན་ཙང་སོ་སོའི་དགེ་རྒན་ག་འདྲ་ཅིག་ལ་དཔེ་ཁྲིད་ཞུས་པ་ཡིན་ན་སོ་སོའི་དད་པ་ཡོད་ས་སོ་སོའི་འདོད་པ་ཡོད་ས་སོ་སོའི་མོས་པ་ཡོད་ས་རང་རྟོགས་ཀྱིས་དེ་འདྲ་ཞིག་བཅག་ནས་དཔེ་ཁྲིད་ཞུས་ན་མ་གཏོགས་སྒྲིག་ཚུགས་ཀྱི་ཐོག་ནས་ཨ་ནི་ཅིག་འཛིན་གྲྭ་ཡོངས་སུ་རྩོག་པ་གཅིག་ཙམ་ལ་འདོད་པ་ཡོད་མེད་མོས་པ་ཡོད་མེད་དེ་འདྲའི་གྱི་བསླབ་གྲྭ་ནང་ཞིག་ལུགས་སྲོལ་དུ་ཡོད་མ་རེད། ད་དེ་རིགས་གང་ཙམ་ཕྱི་ལོགས་ནས་ད།

རྩོད་པ་རྩོད་སྟངས་ཀྱི་རིམ་པ་དེ་ག་རེད་ཟེར་ན་ང་ཚོ་དཔེ་གཞུང་འདྲ་གྱིས་ན་ཕར་ཕྱིན་སྤྱི་དོན་འདྲ་གྱིས་ན་གཞུང་བསྒྲིགས། གཞུང་ནང་ལ་ག་རེ་ཡོད་མེད་དེ་ཕན་ཚུན་གཉིས་ཀ་གིས་གཅིག་གི་དྲི་བ་དང་གཅིག་གིས་ལན་བརྒྱབ་ནས་ཆ་ཚང་བྱེད་དེ་ནི་མཐའ་དཔྱོད་ཟེར་ངེས་དེ་གཞན་ལུགས་དགག་པ་རང་ལུགས་བཞག་པ་རྩོད་པ་སྤང་བ། དེ་འདྲའི་གྱིས་ནི་དཔེ་ཆ་ནི་གང་ཡོད་བལྟས་པ་དེ་ཆ་ཚང་གཅིག་ཕྱིན་ནས་ད་རྩོད་སྤང། མགོ་སྔ་ཕྱི་གཉིས་ཀྱི་གཙོ་བོ་རང་གི་བསམ་བློ་གི་ཐོག་ནས་རང་རྟོགས་ཀྱིས་ཨ་ནི་གོ་བ་ག་རེ་བླངས་ཡོད་མེད། སོ་སོའི་ལྟ་ཕྱོགས་ག་རེ་ཡིན་མེད།

ཅོ་ནང། དེ་གྲངས་མང་གི་དེ་གྲངས་དག་སྒོམ་བྱ་མིན་དེ་འདྲ་བྱེད་ནི་མ། ཚོ་བ་ཡོད་རེད། དེ་ནི་དེ་མ་ཡིན་ང་ཚོ་གི་ད་དེང་སང་བྱེད་པ་ཡིན་ན་ད་དེང་དུས་ཀྱི་རྣམ་པ་གི་བགྲོ་གླིང་མང་པོ་ཡོད་རེད་ད་དེ་དེ་སང་ས་སྟོད་རེད། སྔོན་མ་བོད་ལ་དུ་བགྲོ་གླིང་མི་ཟེར་ཡོད་ཀྱི་མ་ད་བགྲོ་གླིང་ཟེར་དུས་ཀོ། གཞུང་བཙོང་ཡ་དང། དེ་ནི་བ། དྲི་བ་དྲི་ལན་བྱེད་ཡ་ཁོ་དེང་དུས་ཀྱི་བགྲོ་གླིང་རྣམ་པ་དེ། ཡང་བློ་སེང་ལས་ལ་དམིགས་བསལ་གཅིག་དོགས་གཅོད་ཟེར་ཡང་བྱུ་རེད། འཛི་དང་པོ་དོགས་གཅོད་ཟེར་དུས། མཁན་པོ་བློ་གསལ་གླིང་གི་ཁ་བ་ཡོངས་སུ་རྫོགས་པ་དེ་གདན་བསྒྲུགས་ཞུ་དཔེ་ཁྲིད་ཀྱི་ཚང་མ་གདན་བསྒྲུགས་ཞུ་ཨ་ནི་གྲྭ་མང་སོ་སོའི་ལོ་གཅིག་རྟ་ཡག་གི་ནང་ལ་གོ་བ་མ་ར་ཡ་དང་གཞུང། གོང་འོག་འགལ་འདི་ངས་སོ་འདྲ་ད་དེ་འདྲའི་དཀའ་གནད་གང་གང་དེ་ད་འཛི་དང་པོ་དོགས་གཅོད་ནང་ལ་ཞུས་དགོས་རེད། ཕ་ཕྱི་ཉི་མ་གཉིས་ལ་དོགས་གཅོད་བྱེད། དབུ་མ་ཉི་མ་གཉིས་ལེགས་བྱས་སྙིང་པོ་ཉི་མ་གཅིག། གནང་སྒྲིག་ཉི་མ་གཉིས་དེ་འདྲ་བྱས་ནི། གཞུང་ཆེ་དཀའ་བའི་ལྔ་ག་ཡོད་རེད་འདུག་བ་ད་མཛོད་ཉི་མ་རེ་རེ་མི་ཤི་འགྲུལ་ཡག་དེ་ཚོ། ད་བློ་གསལ་གླིང་གི་ད

ད་ག་ནང་ཤེས་ཀི་ང་ཚོ་ད་བརྗོད་འདས་རྗེས་ཡག་གི་ད་ཚོང་ལང་ཟེར་ངེས་འདི་འབྲི་བུ་ཚོ་ཤེས་ལ་ད་སང་ན་ནི་ལང་གྲོས་རེད་ཚོང་ལང་ཟེར་ངེས་འདི་ཕ་ཆིང། འཛི་དྲ་ལྔ་དང་དབུ་མ་འཛི་དྲ་གཉིས་མཛོད་གཅིག་དང་འདུ་བ་གཅིག་ནི་ཚོང་ལང་ལང་གི་རེད་མགོ་མང་གཅིག་དུ་བློ་སེང་ལི་གཅིག་མཉམ་དུ་ལི་ཚོགས་ལི་ད་སི་ད་ནི་དེ་ངེས་ལེ་ཨ་ནི་ཁོ་ཚོང་ལང་ལང་ཁེ་གི་འཛི་དྲ་ཕ་ཆིང་ལྔ་ལི་མེ་གཉིས་གཉིས་གཅོད་ཐམ་པ་དེ་གི་ཁང་ཚན་ཉེ་བཞི་རྩ་ལྔ་གི་ས་ཉེ་མ་དང་ཆ་གང་ཡིན་པ་དེ་ལི་ཡ་དམ་ཆ་ཀོ་ག་འགྲོ་གི་རེད།

འདི་འདྲས་ཀྱི་ཆ་རེད་གོ་ཐུག། ལོག་སོང།
ལོག་སོང། ལ་འོང་གི་ལ། ད་དེ་ནས་ང་ཚོར་ཡ་ད་ད་བོད་ཀྱི། དགོན་སྡེ་ཁག་ལ་ཡ་ཅིག་ཆོས་བརྒྱུད་ཅི་ཡིན་མིན་ན་གྲྭ་ཚང་སོ་སོ་གྱི་ཅིག་ནང་གསེས་ནི་ཡིག་ཆ་མི་འདྲ་བ་ཏོག་ཙམ་ཡོད་ས་རེད། ད་དེ་ཡིན་དུས་ང་ཚོ་བློ་སེང་གླིང་འགྲོ་ཅིག་མཚོན་པ་ཡིན་པས་ན་མཁས་པ་གང་གིས་ཅིག་ཡིག་ཆ་གཙོ་བོ་རུ་ཅིག་གཟིགས་གནང་གི་ལ་ཡོད། ལ་ཡོད་ལ། ད་བློ་སེང་གླིང་ལ་སྔན་མ། དཔལ་ཆུང་བསོད་ནམས་གྲགས་པ་གིས་སྔས་ལ་ཡིག་ཆ་གཙོ་བོ་ད་རྗེ་ཡ་སེ་སུ་གཙོ་བོ་འདྲ་ཅིག་ཡིན་ས་རེད་དེ་ནི་གཙོ་བོ་ཡིག་ཆ་ཐུན་མོང་མ་ཡིན་པ་དེ

ད་དེ་ནས་ང་ཚོ་དེ་ཞིག་གསུང་རོགས་གནང། ད་ལྟ་དགོན་སྡེ་འདི་གཅིག་ནམ་རྒྱུན་མཇལ་ཁ་དཀོན་དཀོན་པའི་གེགས་གཅིག་ཐུན་མོང་མ་ཡིན་པའི་ཨ་ནེ་སྐུ་གསུང་ཐུགས་རྟེན་རིགས་གར་འགྲོ་ཞེ་ན། སྐུ་གསུང་ཐུགས་རྟེན་ད་ང་ཚོ་གར་ཟེར་གི་རེད་ད་ང་སྐུ་གསུང་ཐུགས་རྟེན་སྐོར་ལ་ཞེ་དྲག་ཇུས་ཞེ་དྲག་མེད། ཡིན་ན་ད་དེ་རེད་ང་ཚོ་འབྲས་སྤུངས་གཙོ་བོ་ད་གེ་ངས་ཞུས་པ་གེ་དུང་དཀར་དེ་རེད། འབྲས་སྤུངས་ཁོ་རང་རང་ལ་སྨན་གནས་རྩ་བ་ཆེ་ཤོས་དེ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ལས་ཀླུ་ཡི་རྒྱལ་པོ་དགའ་འོག་གི་བུ་ནི་བཅོམ་ལྡན་འདས་ཀྱི། མ། རྗེ་རིན་པོ་ཆེའི་ལུང་ཐད་ཀྱི་སྟེང་དུ་བྱོན་པ་རེད། ཨ། མོང་ག་བུ་གི་རྫུན་ཁྲིགས་ཀྱི་མགོ་ནི་མགོ་བོ་རལ་སྟེ་དུ་བུད་པ་རེད་རྗེ་བདག་ཉིད་ཆེན་པོ་བོད་གངས་ཅན་ལྗོངས་ལ་ཕེབས། འབྲོག་རི་བོ་དགེ་བརྒྱད་རྣམ་པར་རྒྱལ་བའི་གླིང་ཕྱག་བཏབ་ནས་གཏེར་བཏོན། དེ་ཡང་དེ་ནས། རྗེ་རིན་པོ་ཆེ་རང་གི་དགའ་ལྡན་ལ་ཚོགས་བརྡུང་ན་རྗེ་འཇམ་དབྱངས་ཆོས་རྗེ་ལ་བཀའ་བབས་ཀྱི་གྲྭ་ཚང་ཕྱག་བཏབ་པ་ལ། ཀྱི་བཀོད་མ་གནང་འདི་བསྟན་གྱི་ཚུལ་དུ་གནང་བྱ་བར་བ། ད་རྩ་བ་ཆེ་ཤོས་དེ་ད་ང་རང་འདིས་མཐོང་གི་ཡོད། ཆོས་དུང་དེ་རེད། ད་དུས་ཆོས་དུང་དེ་ཁོ་བསོད་ནམས་དང་འགྲོ་ཡིས་བསོད་ནམས་ཀྱི་སྟེང་སོ་འགྲོ་གྱི་རེད་དཔེ་ཡང་ཚེ་པོ་གྱི་རེད་དེ། སྔན་མ་བོད་ལས་རིག་གནས་ས་ཡི་ག་ལས་འཕྲོ་ལ་འགྲོ་མི་འདུག་འབྲས་བུ་ཚོགས་ཆེན་གྱི་བྱམས་ཆེན་གྱི་མ་ཞུགས་དུས་འདི་གཡོན་ཕྱོགས་འདི་ལ་ཡོད་རེད། དེ་བ་ལང་གཅིག་ལས་དེ་ནི་རྐུན་མ་ཞོ་ནི་བརླག་སོང་ཨ། བརླག་ནས་དེ་ནི་གཙོ་བོ་དེ་འདྲས་བཅོས་ཏེ་ང་ཚོ་དེ་འབྲས་སྤུངས་ཚོགས་ཆེན་ཁྲི་བ་ལང་སང་རྡ་རང་སར་འགྲོ་ནི་གནས་བཅུ་ཆོས་རྗེ་ཆེན་པོ་ལས་འབྲས་སྤུངས་ཚོགས་ཆེན་གྱི་སྲུང་མ་རེད་སྐྱེལ་འདྲེན་ཞུས། ད་ནི་བོད་ནི་ང་ཚོ་གི་རྟེན་རྩ་བ་ཆེན་པོ་འདི་བརླག་བཞག་ཟེར་ནས། དེ་འདྲས་གི་ཞུས་དུས་གང་ལ་གནས་བཅུ་ཆོས་སྐྱོང་གི་རྟ། དཔའ་དེ་འདྲས་གར་སྤུངས་པའི་ཆོས་སྡེ་ཆེན་པོ་གི་དགེ་འདུན་དཔའ་ན་རྒྱལ་བ་རིན་པོ་ཆེ་བཀའ་བཞིན་སློབ་གཉེར་འཚོལ་བཤད་བྱས། རྟེན་འདི་ཚོ་ངས་བདག་པོ་རྒྱག་གི་རེད་གསུངས་ནས་བཀའ་ཕེབས་ནས་བརླག་གི་མ་རེད་གསུངས།

ད་བློ་ཉེས་བྱས་བཞིན་པ་ཚང་མ་དོངས་པ་ཡིན་ན་གཅིག་སྟོང་ལྔ་བརྒྱ་དྲུག་བརྒྱ་ཡོད་ཀྱི་རེད། རྔན་མ་ཡག་དྲག་འཚོ་བྱེད་པའི་སྐབས་ཅིག་ལ་ང་ཚོ་གི་ཆོས་ར་འདྲེ་བཞིན་པའི་སྐབས་ཡིན་ན་ཕལ་ཆེར་ཉིས་སྟོང་ཟིན་པ་འདི་རིགས་ཡོད་རེད། ཨ་ནི་ན་ནིང་ཅིག་ནི། ཐིག་དཔང་བཀའ་རྒྱ་གི་སྐབས་ནས་ནི་ལོ་ཁ་ཤས་གྲྭ་རྒྱུད་ཏོག་སེ་བཀོད་རེ་ཕྱིན་ད་དེ་གའི་མཛད་གྲྭ་ཡར་གླས་དུས་ཏོག་སེ

གཅིག་སྟོང་ལྔ་བརྒྱ་དྲུག་བརྒྱ་དེ་འདྲ་བཅས་ཡོད་ཅེས་དྲན་གྱི་འདུག་ཚོད་པ་བྱས་པ་ཡིན་ན། ལོ་རེ་རེའི་ནང་ལ་དགེ་བཤེས་ཕལ་ཆེར་དགེ་བཤེས་དམ་བཅའ་བཞག་སྟངས་བྱས་པ་ཡིན་ན་ཕལ་ཆེར་ལོ་དག་བཅོ་བཅུ་ལྔ་གི་རིང་ལ་ལོ་རེ་རེ་ལ་བརྒྱ་རེ་བརྒྱ་རེ་ཟེར་དགེ་བཤེས་དམ་བཅའ་བཞག་དགོས་རེད།
འོ་དེ་འདྲའི་རོབ་ཙེ་ཅིག་མ་གཏོགས་ཤེས་འཇུག་སྐྱེ་ཆེན་པོ་བཅས་བྱུང་མ་སོང་ལ། ད་དེ་ནས་ད་ཐ་མ་དེ་ལ་དགེ་ལ་ལ་དེ་ཅིག་ག་འདྲི་ཞུ་ཆོག་ཅེས་ད་ད་ལྟ་ང་ཚོ། དགོན་སྡེ། བློ་སེང་གླིང་དགོན་སྡེ་ལ་ཡང་ཅིག་མཚོན་པའི་ན། ད་ལྟའི་ད་སྐབས་བབ་པའི་ཅིག་འཕྲད་བཞིན་པའི་དཀའ་ངལ་རེད། ད་མ་འོངས་པ་ལ་ཡང་ཅིག་དཀའ་ངལ་དེ་འདྲ་ཅིག་འཕྲད་ས་རེད་བསམ་པ་རུ་ཁྱེད་ཁུང་གུ་དོ་བས། ལ་བ་ད་འཕྲད་བཞིན་པའི་དཀའ་ངལ་ཟེར་ཏེ། གདན་ས་ཆེན་པོ་ཟེར་སློབ་གཉེར་བྱེད་མཁན་དེ་ལས་ད་ཅིག་མཁས་པ་བཅུ་ཡོང་བ་ལ་བརྒྱ་བརྒྱ་ཡོང་བ་ལ་སྟོང།

སྔགས་དྲུག་བདུན་གྱི་འཇོག་གི་འདུག་མ་ཐོབ་ཧ་ཅང་དཀོན་པོ་ཆགས་ཚར་བ། ད་གྲྭ་རྒྱུན་གྱི་ཐོག་ལས་དཀའ་ངལ་གྱི་རང་ཤེད་འཕྲད་ཀྱི་འདུག་དྲན་གྱི་རེད། སྤྱི་ཚོགས་སྤྱི་ཡོངས་དཔལ་འབྱོར་ཡར་རྒྱས་ཕྱིན་རིག་ཐོག་སྤུ་གུ་བྱེད་ཡ་དེ་དཀའ་ངལ་རང་ཤེད་གླས་འགྲོ་གི་རེད། སྤྱི་ཚོགས་ཁྱོན་ཡོངས་ལ་དཔལ་འབྱོར་སྐྱོ་བོ་ཡིན་ན་སྤུ་གུ་མང་པོ་བྱེད་ཀྱི་རེད། སྤུ་གུ་བཟོ་བ་ལ་དཀའ་ངལ་ཡོད་མ་རེད།

གནའ་དབྱིན་ཇའི་ས་དགེ་ཁྲ་ཁྲ་ཟིང་ཟིང་མང་པོ་བྱེད་དེ། རང་བཞིན་གྱི་དཀའ་ངལ་ཅིག་རེད། དེ་མ་འོངས་པ་ལས་དེ་འགོག་ཐབས་ཀྱི་ཐག་གིས་ཆོས་ཡོངས་ནས་ཅིག་ཡོང་ཐབས་ཁག་པོ་ཅིག་རེ་དྲན་གྱི་འདུག་འཕྲོད་བསྟེན་དང་འབྲེལ་ཡོད་སྒོ་ནས་ཚན་རིག་པ་དང་ཅིག་སྤྱི་ཚོགས་ཁྱོན་ཡོངས་ནས་ཅིག་བྱུང་པ་ཡིན་ན། དཔེར་ན་ཁ་བ་དེ་ཚོ་ཡང་རང་བཞིན་གྱི་ཁོ་སྐར་མ་བཅོ་ལྔ་ཉི་ཤུ་མ་དང་བལྟ་ཡས་མེད་པར་རང་འགུལ་གྱི་འགག་འགྲོ་ངེས་འདྲ་བཟོ་ཡས་མདོག་ཁག་པོ་རེ་དྲན་གྱི་འདུག་བཟོ་ཡས་འཇུ་རེ་དྲན་གྱི་འདུག་ངེས་འདས་དེ་གདོང་ལེན་བྱེད་ཅིག་ཐུབ་ཀྱི་རེད་དེ། གང་ཙམ་ཅིག

གཟིམ་བ་ལྷན་རྒྱས་ཐེངས་དེའི་ཡ་ཨ་ནི་གྱི་ཕྱི་ལྷ་རམས་པ་རྒན་ངག་དབང་སྐལ་བཟང་ལགས་དང་ལྷན་དུ་ཨ་ནི་བཅར་འདྲི་ད་ག་མཇུག་སྒྲིལ་བ་ཡིན་ང་ཚོ་རྗེས་ཀྱི་བཅར་འདྲིའི་ལེ་ཚན་ནང་ཡང་བསྐྱར་མཇལ་ཡོང་ཁྱེད་རྣམ་པས་ཐེངས་དེའི་བཅར་འདྲི་ལེ་ཚན་གསན་གཟིགས་གནང་བར་བཀའ་དྲིན་ཆེ།